བསྲིང་བ་དང་ལེན་པའི་དོན་དང་རུ་བ་གོ་རྟོགས། ནུས་རྩལ་ལེན་ན་ནུས་པ། ན་ཆུང་དུ་ནུས་ཟེར་ནི་ནུས་པ། རུ་བ་རྩལ། ད་སོ་ཙུག་རྩེ་ག་ཚོད་ཡོད་མེད་དེ། གྲུང་འདི་ལྟོ་བྱས་ནས་ཨ་ཧ་གོ་རུ་བ། བྱས་ཙང་སོ་ཙུག་ག་རེ་ཧ་གོ་སོ་ག་རེ་ལེན་ཡ་རུ་བྱུང་སོང་དེ་ཚང་མའི་ནུས་བ་དང་ལྡན་པའི་ཐོག་ནས་དེ་ཡ་དེ་ལ་ཡ་གོ་རྟོགས་ནུས་རྩལ་ལའོ་རུ་བ། བྱས་ཙང་གོ་རྟོགས་ནུས་རྩལ་དེ་ནང་ལོགས་ལ་ད། ཐབས་ལམ་ཟེར་ན་རུ་བ་ཐབས་ལམ་འགའ་ཤས་ཡོད་རེད།

ད་ནས་ཅན་གྱི་ད་ལྟའི་བྱ་ཚིག་བྱ་ཚིག་ཟུར་འདོན་བྱེད་ཡག་ད་བྱ་ཚིག་ངས་ནི་བྱང་ཚ་རུང་ང་ཚོ་གི་ས་ཁ་ཚང་ཉི་མ་ནས་ད་མང་པོ་བྱ་ཚིག་མིང་ཚིག་ལས་དེ་ཚང་མ་བྱང་ཚ་ཡིན་པ་བྱས་ཙང་དེ་ནང་ལོགས་ནས་ཡང་བྱ་ཚིག་ཟུར་འདོན་བྱེད་ཡག་མིང་ཚིག་ཟུར་འདོན་བྱེད་ད་ཚང་མ་བྱང་ཚ་རྒྱུ་ཡན་ཅན་ད་མིང་ཚིག་ལས་དེ་ཚོ་མིང་ཚིག་ཟུར་འདོན་བྱེད་ཡག། དང་ནང་ཚིག་ངང་ཚུལ་དེ་ཁྱི་ཚིག་བྱང་ཚ་ཡིན་པ། དེ་དང་ཁྱི་ཚིག་ཟུར་འདོན་བྱེད། དང་ནང་ཚིག་རྒན་ཚིག་རྒན་ཚིག་བྱང་ཚ་ཡིན་པ། དེ་དང་རྒན་ཚིག་ཟུར་འདོན་བྱེད། ཨ་ནི་བརྗོད་པ། ཚིག་གྲུབ་ཟེར། འདི་ཚང་མ་ང་ཚོ་བྱང་ཚ་རྒྱུ་ཚང་མ་ཚང་མ་བྱང་ཚ་རྒྱུ་རེད་དོ། བྱེད་དང། ད་རེ་ངའི་དེའི་ནང་ལོགས་ལ་ཡང་དབུ་རྒྱན་མ་གཏོགས་ཅིག་དབུ་མེད་ཡོད་མ་རེད་རོ། དབུ་མེད་ལྟར་སྒྲུང་འདི་གཅིག་པོ་ཅན་དབུ་མེད་བྲིས་ཡོད་བཞིན་པ། ཆ་ཚང་ལྟར་བྲིས་པ་ལན་ཆ་ཚང་དབུ་རྒྱན་གཅིག་པོ་རེད་གར་བྱེད་ལ་ན། བྱ་ཚིག་མིང་ཚིག་ཁྱི་ཚིག་རྒན་ཚིག་ལ་ཡི་ཚང་མ་ང་ཚོའི་ཁ་ཚང་བྱང་ཚ་རེད། དབུ་རྒྱན་དབུ་མེད་གཉིས་ཀ་གང་ལ་བྱང་ཚ་རེད།

མི་རབས་ནས་མི་རབས་བར་སྨན་གྱི་བྱ་བ་བསྒྲུབས་པ་ཡིན། དབུལ་པོ་ཚོའི་ནད་ལ་ལྟ་དུས་ནམ་ཡིན་ཡང་དམིགས་ཡུལ་མི་ལེན། སྨན་པ་ཚོས་སྲོག་སྐྱོབ་དམའ་བཟོ་བྱས་ནས་ནད་པ་རྣམས་ནད་ཀྱི་སྡུག་བསྔལ་ལས་གྲོལ་དུ་འཇུག་ཐུབ་པ་དངོས་སུ་མཐོང་པར་བརྟེན། ངའི་པ་ལགས་ཀྱང་ཆུང་དུས་ནས་དབུལ་པོ་རྣམས་ལ་ནས་ནད་བཅོས་ཀྱི་དགེ་ལས་བསྒྲུབ་རྒྱུའི་སེམས་བསྐྱེད་དེ། ཁོང་ཡབ་ཀྱི་རྗེས་སུ་འབྲངས་ནས་སྨན་སློབ་པར་བརྩོན་པ་བྱས་པ་མ་ཟད། སྨན་འདེབས་ཐབས་མི་ཉུང་བ་ཞིག་ཡིད་ལ་བཟུང་བ་རེད། ཁོང་གིས་དགུང་ལོ་ཉེར་གཉིས་ཐོག་དངོས་སུ་ས་བདག་ནད་བཅོས་ཀྱི་འགོ་བརྩམས་པ་རེད། ཁོང་གིས་ཕྱོགས་གཅིག་ནས་ནད་བཅོས་བྱས་ཤིང་ཕྱོགས་གཞན་ནས་སྨན་རྫས་ལ་བརྟག་དཔྱད་བྱེད་ཀྱི་ཡོད། སྨན་ཆུང་ལ་བརྟེན་ནས་ས་ཆ་སོ་སོར་ཕེབས་ཏེ་སྨན་རྩྭ་དུས་གྲངས་དགུན་གྱི་གྲང་ངར་དབྱར་གྱི་ཚ་གདུག་བཅས་མི་འཛེམ་པར་སྨན་སྐྱེལ་ཡོད་སའི་རི་བོ་གྲགས་ཅན་ཚང་མར་ཕེབས་མྱོང། ཁོང་སྐབས་འགར་ཉིན་མང་པོར་རི་གསེབ་ཏུ་བཞུགས་ནས་ལྟོགས་ན་བག་ལེབ་སྐམ་པོ་ཙམ་བཞེས་ཤིང། ས་རུབ་ཚེ་རི་ཁྲོད་ཐང་སྟོང་དུ་བཞུགས་བཞག་གནང། ཁོང་གིས་སྨན་རྩྭ་མང་པོ་ཞིག་གི་རོ་དངོས་སུ་ཞལ་གྱིས་མྱངས་རྗེས་སྨན་གྱི་རོ་དང་ཕན་ནུས་ཤེས་པའི་སྒོ་ནས་སྨན་སྦྱོར་བགྱིས་ཏེ་སྨན་སྤྲད་ཀྱི་རེད། དེ་ལྟ་ན་འདི་གྲུང་འདི་ཆ་ཚང་ཡང་འདི་གློག་རྩ་རེད་རོ། དེ་ལྟ་འདི་ནང་གློག་རེད་ག་རེ། ད་གྲུང་འདི་ནང་གློག་ནི་རྡོག་རྡོག་རུ་ཞིག་ག་རེ་རགས་སྲིད་ལ།

རྡོག་རྡོག། སྤོ་པོ་བྱོས་རེད། སྤོ་པོ་དེ་ག་རེ་རེད་ན་སྨན་པ་རེད། ཁོ་རང་དྲིན་ངན་འདུག་གི་སྤོ་པོ་དེ་སྨན་པ་བྱེད། ཨ་ནི་སྨན་པ་དེ་ག་འདྲ་ཡོད་རེད་ལབ་ན་མི་སྐྱོ་བོ་ཚོ་ལ། མི་ཉམ་ཆུང་སྐྱོ་བོ་དེ་ཚོ་ལ་ཡ། སྨན། སྨན་སྤྲད་ཡ་དེས་ཨ་ནི་དཔེ་ཞག་མ་ལེན་ནས་དམིགས་ཡུན་ལེན་གི་མ་རེད་ཟེར་བ། ད་ནང་ཆེན་གྱི་ད་གར་བྱེད་དགོས་རེད་ན། མི་མང་པོ་ཅིག་ཡ་སོག་སྐྱོ་བའི་གི་ལས་ཀ་བྱེད་དགོས་རེད། བྱས་ཙང་པ་ལགས་ཁོ་རང་ངེད་མ་ཆུང་རྒྱུན་ནས་ཡ་སྨན། ཚུན་ཆུང་ནས་སྨན་ཐོག་ལ་དེ་འདྲའི་ཨ་ནེ་དང་ཨ་ནེ་མི་ནད་པ་དང་སྐྱོ་བོ་དེ་འདྲ་ལས་ལས་ཀ་བྱེད་ཡག་གི་དགའ་བོ་ཡོད་ཙང། ཨ་ནེ་གོས་པར་ལ་དེ་ཡང་སྤོ་སྤོ་གི་རྗེས་སུ་འབྲངས་བྱས་ནས་ཨ་ནེ་སྨན་སློབ་སྦྱོང་བྱས་རེས་དྭགས་ན་ཤིང་ཁོ་རང་པར་ལ་ལོ་དགུང་ལོ་ཉི་གསར་ཉིན་དུ་བ་ཉེར་གཉིས་དུ་བ་ཉི་གསར་གཉིས་ཐོག་ལ་ཨ་ནེ

ལན། ཁྱེད་རང་ཚོ་སུ་ཚོགས་འོག་འཚལ། ད་ལན་འདི་ན་ང་ཚོ་སྨན་འདུག་སྨ། ལན། དྲི་བའི་རེ་བ། བྱེད་མ། ཡང། ང་ཚོ་སྦྱོང་བརྡར་གོང་ཐོག་ནོར་རྫས་སྦྱོང་བརྡར་བྱེད་པའི་སྐབས་སུ་ལ། དྲི་བ་དེ་ལེགས་ཀྱི་རེད། ལན། ལེགས་མ་ལན། སུ་ཚོགས་ཀྱི། ཨ་ཕ་གང་ནས། དྲུང་ནས་མ་འཚལ། འདི་བྱེད་རེ་བ། ད། དང་པོ་དེ་ག་རེད་ལ་ན། དྲི་བ་དེ་ལ། མི་རབས་ནས་མི་རབས་བར། གང་གི་བྱ་བ་སྒྲུབ་ཡིན་ལ་རེ་བ། ད། མི་ནས་མི་གཅིག་ནས་མི་གཅིག་བྱས་ནས་རེ་བ། ཨ་ནི་ག་རེ་ལ། ལས་ཀ་ག་རེ་གང་ལ་ཨེ་ནི། བསྒྲུབས་ཡོད་རེད་ལ་འགྲོ་བ་ད་ལན་སྐར་རྒྱལ་རེད་མི་རབས་ནས་མི་རབས་བར་གྱི་སྨན་གྱི་བྱ་བ་ལ་བསྒྲུབས་ཡོད་ད་ཁོང་རང་གར་བཅུག་ཡོད་ན་སྨན་གྱི་བྱ་བ་ཐོག་ལ་ལས་ཀ་བསྒྲུབས་ཡོད་རེད་ད་འདི་ལས་དང་པོ་དེ་ད་གཉིས་པ་དེ་ལ་ག་རེ་ཡོད་ན་དབུལ་པོ་ཚོས་ལ་དབུལ་པོ་ལ་ན་ཁྱི་ཡོད་དེ་གར་ཚ་སྐྱོ་བོ་ལ་འོར་བ་དབུལ་པོ་ཚོས་ནད་ལ་ད་དུས་ལ་མི་སྐྱོ་བོ་དེ་ཚོ་གི་ཨ་ནི་ན་ཚ་ཡོད་ད་ཙམ་པ་ལ་ནམ་ཡིན་ཡང་ག་དུས་ཡིན་ན་ཡང་ཟེར་བ།

བེ་ཤ་ག་ཚེ་ནི་འདི་ལྟས་གོ་རུ་བ། འདི་ལྟས་མོ་གོ་ཚེ་ནི་ཁོང་རང་སྨན་ཡོན་ལེན་གོ་མ་རེད་ཟེར་བྱ་སྟེ། ང་ཚོས་ལན་གཉིས་པ་དེ་བྱ་དགོས་རུ་བ། ད། ལན་གསུམ་པ་དེ་འདྲ་ད་ལན་གསུམ་པ་དེ་ནང་ལོགས་ལ་ག་རེ་ཡོད་རེད་ལབ་ན། ཁོང་སུ་ཡི་རྗེས་སུ་འབྲངས་ནས་གང་ལ་བརྩོན་པ་བྱེད་བསམ་ཟེར་ད་དེ་གསུམ་པ་དེ་རེད། དེ་ཁོང་རང་སུ་གི་རྗེས་སུ་འབྲངས་ནས་རུ་བ་ཨ་ནི། དེ་བྱས་རེས་ལ་རུ་བ། གང་ལ་ནི་བརྩོན་འགྲུས་བྱས་རེས་ལ་རུ་བ། དེ་དང་དེ་ལས་བརྩོན་པ་ལ། ད་གསུམ་པ་དེ་ན་ག་རེ། ཁོངས་ལ་རུ་བ། ཡབ་ཀྱི་རྗེས་སུ་འབྲངས་ནས་ཁོངས་སུ་རེ་ལྡེ་དྲིན་ཧེ་ནི་ཀའི་བ་ལ་རུ་བ། ཁོངས་ཡབ་ཀྱི་རྗེས་སུ་འབྲངས་ནས། སྨན་སློབ་པར་བརྩོན་པར་བྱས། ག་རེ་སློབ་པར་བརྩོན་པར་བྱས་རེ་ལ་ན་སྨན། སྨན་གང་ལ་ནི་སློབ་སྦྱོང་བྱས་ཡོད་རེས་ཏེ་དེ་ང་ཚོས་དྲི་བ་ལན་བྲིས་དང་འདུག་ཅེས་རུ་བ། དེ་རྣམ་པ་གཟིགས་མཁན་ཚོ། འདི་བྱས། ད་དེའི་རྗེས་ལ་ག་རེ་ཡོད་རེད་ད་ང་ཚོ་མཐུན་སྦྱོར་བྱས་ཏེ་ད་དེ་ང་ཚོ་དེ་འདྲ་འདི་ནང་ལོགས་ལ་ངེད་ཀྱི་དཔེ་ཚིག་གཉིས་མ་ཞིག་ཡོད་མ་རེད་དྲི་བ་ལན་འདི་ད་མཐུན་སྦྱོར་འདི་རེད་རེད་བ་ད་མཐུན་སྦྱོར་མཐུན་སྦྱོར་བྱེད་དུས་ཙམ་པ་ལ་ག་འདྲས་བྱུག་གོ་རེད་ཟེར་ན་ད་དང་པོ་ཕ་ཡས་ངའི་སྤོ་པོ་ལགས་ནི་ཟུར་དེ་ལ་གར་འདུག་ད་དུང་ལས་བཟོ་བ་དགུན་གྱི་བརྟག་དཔྱད་སྨན་པ་ཚོའི་གྲང་ངར་སྨན་རྫས་ལ་སྨན་པ་ཞིག་ཡིན་དབྱར་གྱི་སྲོག་སྐྱོབ་ལས་བཟོ་བ་ད་དེ་ཚང་མ་ཁབ་འདུག་ད་ད